བདེ་བ་སྡུག་བསྔལ་ལ་སོགས་པའི་གེགས་གཉིས་ཆོས་མང་པོ་ཞིག་འདི་ཡི་ནང་དུ་སྤུངས་ནས་བསྡད་ཡོད་རེད་དེ། ཡིན་ན་ཡང་ཇི་ཙམ་གྱིས་དེ་དག་གིས་ཆོས་དེ་དག་གིས་སྤུངས་ཏེ་ཡོད་ན་ཡང་ཆོས་དེ་དག་གིས་སེམས་ཉིད་ལ་གོས་ཡོད་མ་རེད། དེ་མ་གོས་པའི་ཆ་ནས་མ་གོས་པས་ན། འོ་དེ་འདྲས་ཀྱི་དྲི་མ་རྣམས་ལ་གློ་བུར་བ་ཞེས་མིང་བཏགས་ཡོད་རེད་ཁོ་གློ་བུར་དུ་བྱུང་བ་རེད། གློ་བུར་དུ་བྱུང་བ་ཡིན་དུས་དེ་ཉམས་སོ་ཉམས་ལེན་གྱི་ཐོག་ནས་ཁོ་རྒྱང་ཐུག་གི་ཡོད་པ་རེད་དེ་ལ་བརྟེན་ཏེ་སེམས་བསྐྱེད་མའི་བརྗོད་བྱུར་སྣང་རིག་པ་སེམས་ལ་ཐུབ་རྩལ་བྲལ་གྱི་སེམས་ཉིད་ཡིན་ནི་སྟོང། ད་དེ་ག་འདྲས་སུ་རྟོགས་ཐུབ་བ་རེད་ཟེར་ན་དེ་བླ་མ་བརྒྱུད་པའི་བྱིན་རླབས་དང་རང་གཅིག་པུར་བསྒོམས་པའི་ཡོན་ཏན་ཆེ་རྒྱལ་ནཱ་རོ་ཆེན་པོའི་བརྒྱུད་པས་རྟོགས། ད་དེ་ཟད་ཡོང་དུས་དེ་འདྲའི་གས་སྣང་བ་ཐམས་ཅད་སེམས་སུ་ངོ་སྤྲོད་པ། སེམས་སྟོང་པ་ལ་ངོ་སྤྲོད་པ། སྟོང་པ་ལྷུན་གྲུབ་ཏུ་ངོ་སྤྲོད་པ་ལྷུན་གྲུབ་རང་གྲོལ་དུ་ངོ་སྤྲོད་པའི་གི་ངོ་སྤྲོད་ཆེན་པོ་བཞི་དེ་དེ་ག་ཚ་དེབ་ཀློག་ནས་རྟོགས་གི་རེད་བས་ཟེར་ན་མ་རེད། དྲ་རྒྱ་ནང་ལ་བལྟས་ནས་ཀློག་ཐུབ་གི་རེད་བས་ཟེར་ན་རྟོགས་ཐུབ་གི་མ་རེད། བདག་ཆེན་དེ་བླ་མ་གཅིག་དགོས་གི་རེད་གསུངས་པ་རེད་ད་འདི་སྐབས་ལ་བླ་མ་བརྒྱུད་སྤེལ་བྱེད་ན་ཟེར་ཡ་དེ་ལྷག་པར་དུ་ཕྱག་ཆ་ཆེན་པོ་མན་ངག་གི་ལུགས་ལ་བླ་མ་ཅིང་གཅིག་མིན་གཉིས་བསྟེན་དགོས་ཀྱི་ཡོད་རེད། བླ་མ་བསྟེན་ཡང་ཆོས་སྐུ་རྡོ་རྗེ་འཆང་ཆེན་གནས་སོང་སྟེ་རང་གི་རྩ་བའི་བླ་མ་ལ་ཐུག་གི་བར་དོ་ལ་ཡང་ཉམས་རྒྱུད་ལ་སྦྱངས་པའི་གི་རྣལ་འབྱོར་པ། རྟོགས་པ་ནམ་མཁའ་ལྟར་འདྲ་བ་རྟོགས་ཟིན་པའི་གི་རྣལ་འབྱོར་པ། རེད་དོ། ཨ་ནི་རྟོགས་པ་རྟོགས་པ་ནག་པ་དང་འདྲ་བར་བརྙས་ནས་ཐུགས་རྗེ་གིས་བྱིན་གྱིས་སྐྱོང་ཐུབ་མཁན། ཨོ་དེ་འདྲ་ཞིག་གིས་བླ་མ་ཤ་སྟག་བསྟེན་ནས་རང་གི་རྩ་བའི་བླ་མ་ལ་ལུག་གི་བར་དུ་བླ་མ་དེ་འདྲ་ཞིག་བསྟེན་ནས་བླ་མ་བརྒྱུད་པ་ཟེར་ཏེ་ཞེ་དྲག་གལ་ཆེན་པོ་རེད་གསུང་གི་ཡོད་རེད་ད་བརྒྱུད་པའི་བླ་མ་ཟེར་ཏེ། བརྒྱུད་པའི་བླ་མ། ཨོ་དེ་འདྲ་ཡིན་དུས་བླ་མ་བརྒྱུད་པའི་བྱིན་རླབས་ཟེར་དེ་རེད། བླ་མས་སློབ་མ་སྐྱོང་སློབ་མས་ཡང་སློབ་སྐྱོང་ནས་སེམས་ཁ་ཚང་ཞུས་པ་ཡིན་པ་ཨོ་དེ་རེད། དེ་ནས་བླ་མ་བརྒྱུད་པའི་བྱིན་རླབས་གཅིག་པུ་གྱི་བེར་འགྲིག་གི་རེད་པས་འོ་ན་དེ་ཡི་གྲོགས་འགྲོ་གི་རེད་པས་ཟེར་ན་མ་རེད། དེ་ཡི་སྟེང་དུ། འོ། བདག་ཆེན་བླ་མ་བརྒྱུད་པའི་བྱིན་རླབས་ཀྱི་སྒང་ལ་དེ་ནི་རང་གིས་ག་རེ་བྱས་དགོས་ཡོད་ཟེར་ན་རང་གཅིག་པུར་བསྒོམ་པའི་ཡོན་ཏན་གྱིས། གཅིག་པུར་ཟེར་ཡ་དེ་ལས་དང་པོ་པ་ལ་བཤད། ལས་དང་པོ་པ་མི་ལ་རས་པའི་འགན་ཁ་ཚང་ཞུས་པ་ཡིན་པ། དང་པོ་དེ་ང་འཆི་བའི་འཇིགས་ནས་རི་ལ་བྲོས་ཞེས་པའི་ཐ་སྙད་དེ། ད་ནི། ཅེས། མི་ཚོགས་མང་པོའི་ནང་ལ་ཡང་ཉམས་ལེན་བྱས་ན་བར་ཆད་ཡོད་མགོ་ཡོད་པ་དགོངས་ཡོད་དུས་རང་གཅིག་པུར་སྒོམ་པ་ཟེར་བའི་སྐབས་སུ་འདི་སྐབས་ལ་རང་ཉིད་གཅིག་པུ་ནས་ཨེན་པ་ལ་སྒོམ་དགོས་ཡོད་རེད། དེ་སྒོམ་ན་ག་རེ་ཕན་དགོས་ཟེར་ན་བསྟན་པ་ཐོབ་ཡ་ལ་ཐག་ཉེ་པོ་ཡོང་གི་རེད། རེད་འདུག་བ། ཉམས་ལེན་ལ་བསྟན་པ་ཐོབ་པ། ཉམས་ལེན་ལ་བསྟན་པ་ཐོབ་པ་ལ་གནས་ཨེན་པ་དགོས་ཡོད་རེད།

དེ་མེད་ན་ང་ཚོ་རྐྱེན་མང་པོ་ཞིག་ལ་བརྟེན་ནས་ཅིག་གིས་སེམས་དེ་རང་ས་ལ་གནས་མ་ཐུབ་པར་དཀའ་ངལ་ཡོང་གི་འདུག་བ་ཉམས་ལེན་བྱེད་པའི་སྐབས་སུ་ལ་སེམས་ལ་བརྟན་པ་ཐོབ་དགོས་ཡོད་རེད་སེམས་ལ་བརྟན་པ་ཐོབ་ཟེར་བ་དེ་སེམས་དེ་གང་འགྲོ་ག་སྡོད་ལ་རང་དབང་ཡོད་པ་ཞིག་དགོས་ཡོད་རེད་དེ་ད་ལྟ་ང་ཚོ་ལ་མི་འདུག་བ་དཀའ་ངལ་དེ་རེད། ག་རེ་ཟེར་ན་གང་འགྲོ་ག་སྡོད་ལ་རང་དབང་མེད་པའི་རྒྱུ་མཚན་ག་འདྲ་ཚ་དགོས་ཀྱི་འདུག་ཟེར་ན་རྣམ་རྟོག་གང་ཤར་གྱི་དེ་ཡི་རྗེས་སུ་རང་རང་དབང་མེད་པར་འགྲོ་བ་མ་གཏོགས་རང་ཉིད་ཀྱིས་སེམས་དེ་ལྷུག་པར་བཞག་དགོས་བསམ་ན་ཡོང་གི་མི་འདུག་ཕྲག་དོག། ཞེ་སྡང། འདོད་ཆགས། སེར་སྣ། ལ་སོགས་པའི་གེགས་ཉོན་མོངས་པའི་གེགས་རྐྱེན་དབང་དུ་འགྲོ་ཡོང་དུས། སེམས་ལྷོད་པོར་བསྡད་དགོས་བསམ་ན་ཡང་བསྡད་ཐུག་གི་མི་འདུག་ག་ག་སོང་ན་རྐྱེན་འདི་སྟོབས་ཆེ། རང་ཉིད་ཀྱི་ཉམས་ལེན་དེ་ཚད་དམའ་བོ་ཆགས། རྐྱེན་དེ་ཚད་མཐོན་པོ་ཆགས་ཡོང་དུས་དེའི་སྟོབས་ཀྱིས་རྐྱེན་གྱིས་རང་ཚུགས་དབང་འོག་ཏུ་བཅུག་ཡོང་དུས་དེའི་སྟོབས་ཀྱིས་ཉམས་ལེན་ལ་བརྟན་པ་ཐོབ་ཐུག་གི་ཡོད་མ་རེད། ད་གཅིག་པུར་བསྡད་ན་ཕན་ཐོགས་ག་རེད་ཟེར་ན་རོགས་པ་མེད། སྐད་ཆ་བཤད་ས་མེད། རེད་འདུག་བ། འོ་དེ་འདྲ་མེད་ཡོང་དུས་རང་གཅིག་པུ་བྱས་ཡོང་དུས་ལུས་འདུ་འཛི་གིས་དབེན་ཐུབ་པ། འོ་སེམས་ཡང་ཟང་ཟིང་གིས་དབེན་ཐུབ་པ། དེ་ནི་ལྟར་སྐད་ཆ་འདྲ་མི་འདྲ་མང་པོ་གོ་རྒྱུ་མེད་པ། སྟོད་སྨད་ཀྱི་སྤྱན་ལ་རག་ལས་མ་གོ་པ། དོན་དུ་བ་དཔོན་དུ་རང་གཅིག་པུ་ཞིག་འདུག་ཟེར་བསྡད་ཡོང་དུས་དེ་ནི་བླ་མའི་མདུན་ནས་ཞུས་པའི་གདམས་ངག་ཐམས་ཅད་དེ་ལ་གནད་དུ་བསྣུན་ནས་སྒོམ་ཡོང་དུས་རྐྱེན་གྱིས་འགྱུར་བའི་སྐབས་མེད་པ་ཡིན་དུས་ཉམས་ལེན་གོང་འཕེལ་དུ་འགྲོ་ཐུབ་ཀྱི་རེད་གསུངས་ཡོད་རེད་ད་གཅིག་པུར་སྒོམ་དགོས་པའི་རྒྱུ་མཚན་དེ་རེད། མི་ལ་དྲས་པ་ཡང་དང་པོ་གཅིག་པུར་སྒོམ་འདུག་བ། གཅིག་པུར་སྒོམ་ཡོད་རེད་ཁོ་རང་གི་སློབ་མ་དྭགས་པོ་རིན་པོ་ཆེ་ལ་ཡང་ད་ལྟ་ཁྱེད་རང་ཚོགས་པ་སྐྱོང་བའི་དུས་མ་རེད། ད་ལྟ་ཁྱོད་རང་འགྲོ་དོན་བྱེད་པའི་དུས་མ་རེད། ད་ལྟ་ཁྱོད་རང་ཉམས་ལེན་བྱེད་ཤོག་གནས་དབེན་པ་དེ་ཚོ་སོགས་ལ་སོང་སྒོམ་སྒྲུབ་ཉམས་ལེན་བྱེད་ཤོག་ནམ་ཞིག་ལ་ཁྱེད་རང་གཅིག་གིས་སངས་རྒྱས་དངོས་ཀྱི་འདུ་ཤེས་ཤིག་སྐྱེ་གི་རེད་ང་ལ་དེའི་སྐབས་ལ་ཁྱེད་རང་འཁོར་བ་དང་འབྲེལ་ཐག་ཆོད་པ་རེད་དེའི་སྐབས་ལ་དེ་ཁྱེད་རང་ད་འགྲོ་དོན་ཕྱོགས་མེད་དུ་སྐྱོང་ཞོར་ཞེས་གསུངས་པར་བ་ཨོ་དེ་འདྲ་བོ་རེད་དེ་མ་རེད་བར་དུ་ད་གཅིག་པུ་སྒོམ་དགོས་བ་རེད་ད་དེ་སང་ཇི་ལྟར་ང་ཚོ་འདྲ་བོ་ཤག་ཤག་པ་ཡིན་ན་ཏེ། ཁོ་རང་ཉམས་དང་རྟོགས་པ་གང་གང་ཡང་མེད་པ་གཅིག་ལ་ཡ། དེ་ནས་འགྲོ་དོན་ཁོ་རང་གཅིག་གིས་བསྒྲུབས་ཟིན་སྔོན་ལ་འགྲོ་བྱ་བའི་སྐབས་སུ་འགྲོ་དོན་ཡིན་ན་ཇི་སྙེད་སུ་མིང་གཅིག་བཏགས་གཅིག་ཏུ་བརྩམས་པ་ལ་ཏེ། དེ་གིས་སོ་སོ་ལ་ཉམས་ལེན་མངོན་གསལ་མེད་པ་ལ་གསར་དུ་སྐྱེ་ཡ་མེད། ཅུང་ཟད་ཡོད་པ་དེ་ཚོ་སྐོར་གྱིས་བསྒྲིབས། ད་ཕྱིས་སྐོར་གསོན་སྐོར་ཟེར་ཚུལ་གཅིག་གིས་ཟག་གཅིག་གཅིག་ཏུ་བརྩམས་པ་ལ་ཡ་གཅིག་གིས་མི་དབང་བསྐུར་ན་ཨེ་གྲགས། ཨ་བསྔོ་བ་སྨོན་ལམ་འདོན་ན་ཨེ་གྲགས་ལྟ་བྱེད་དུག་སེལ་འགྲོ་འདོད་ལྟ་དེ་ཚོ་འགྲོ་དོན་ཞེས་མིང་བཏགས་པ་རེད། འགྲོ་དོན་བརྟག། བརྟག་འགྲོ་དོན་མིང་བརྟག་བྱ་ན་འགྲོ་དོན་དེ་གིས་ག་རེ་བྱེད་པར་ས་ན་སོ་སོ་ལ་ཡང་ཉམས་རྟོགས་སྐྱེ་ཡ་ལ་བར་ཆད་བྱ། ལེ་འདུག་གོ། ཉམས་རྟོགས་སྔར་མེད་པ་གསར་དུ་སྐྱེས་མ་ཐུབ། སྐྱེས་ཟིན་པ་ཐམས་ཅད་ལ་ཡང་རྟོགས་པ་དེ་ཚོ་ན་བར་ཡ་མེད་པ་སྟེ། དེ་ནས་ཉམས་ལེན་དེ་ཚད་སྨྲ། འགྲོ་དོན་འཕྲིན་ལས་དེ་སྔ་གྲགས། འོ། ཐུགས་བརྩེ་ཆེ་ནས་ད་མང་པོ་ཅིག་ཡོང་བསྡད་ཀྱི་ཡོད་ལྷག་པ་དེང་སང་དུ་ཚོད་ལ་ད་འགྲོ་དོན་འཕྲིན་ལས་སྔ་གྲགས། ཉམས་ལེན་དེ་ཚོ་དེ་དལ་གྲགས། འོ་དེ་འདྲ་གི་སྐྱོན་ཡོང་གི་འདུག་བ། ད་སྔ་མོ་བླ་མ་ཐམས་ཅད་འདི་རེ་རེ་རང་གཅིག་པུར་དགོངས་པ་ཟེར་དུས་ཟ་མ་ཏིའི་རྩ་བ་ཆེན་པོ་བཞག་འདུག་བ། རང་གཅིག་པུར་བསྒོམ་དགོས་ཀྱི་འདུག་བ་དང་པོ། རང་གཅིག་པུར་བསྒོམས་ན་ག་རེ་ཕན་གི་རེད་ཟེར་ན་རྟོགས་པ་སྐྱེ་གི་རེད། རྟོགས་པ་དེ་ཉིད་ཀྱི་རེད་བ། རྟོགས་པ་སྐྱེ་ཡག་ལ་རང་གཅིག་པུར་བསྒོམ་དགོས་ཀྱི་ཡོད་བ་རེད། རང་གཅིག་པུར་བསྒོམས་ན་འདོད་ཆགས་སྐྱེ་ཡུལ་མི་འདུག་བ། རྐྱེན་དྲག་པོ་མི་འདུག་བ། ཞེ་སྡང་སྐྱེ་བའི་གི་རྐྱེན་དྲག་པོ་ཡོང་གི་མི་འདུག་བ་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་སྐྱེ་བའི་རྐྱེན་དྲག་པོ་ཡོང་གི་ཡོད་མ་རེད། དེ་མ་ཡོང་ན་སེམས་དེ་རང་གི་དབང་བོ་དང་བཅུག་ཐུག་གི་འདུག་བ། སེམས་རང་གི་དབང་བོ་དང་བཅུག་ཐུག་ན་དེ་ལས་རྣམ་རྟོག་དེ་ཚོ་དེ་གང་འདོད་འདོད་སྐྱེ་ཐུག་གི་མི་འདུག་བ། སྐྱེ་ཐུག་གི་མི་འདུག་རྣམ་རྟོག་ལ་རང་གིས་མ་གདོང་ལེན་བྱས་བྱས་ནས་རྣམ་རྟོག་དེ་མ་འདུག་ས་སྣེམ་ཐོ་ཡག་གི་གོ་སྐབས་འདུག་བ། རྐྱེན་དང་འཕྲད་ན་རྣམ་རྟོག་མ་སྣེམ་ཐོ་ཡག་གི་གོ་སྐབས་ཡོག་མ་རེད། རྐྱེན་གྱི་དབང་དུ་འགྲོ་གི་རེད་ཐོག་མེད་ནས་ཕྱིན་པ་རེད་ད་ལྟ་ཡང་ཕྱིན་པ་རེད་འགྲོ་གི་ཡོད་རེད་འདི་འདྲ་ཡིན་དུས། བླ་མ་སྔ་མོའི་བླ་མ་ཐམས་ཅད་དེ་སྐུ་མཚམས་ལོ་བཅུ་གཉིས་བཞུགས་པ་རེད་ཉི་ཤུ་བཞུགས་པ་རེད་སུམ་ཅུ་བཞུགས་པ་རེད་ཟེར་དེ་འདྲ་ཟེར་བཤད་ཡོང་བ་དེ་ཚོ་འདྲེ་སྟེ། དེ་ག་ཚ་གྲངས་ཀ་བརྒྱབ་བསྡད་པ་མ་ཡིན་པ་ལོ་གྲངས་ཟླ་གྲངས་བརྩིས་བསྡད་པ་མ་ཡིན་པ་བྱས་ཡིན་ན་ཡང་རྟོགས་པ་རྙེད་ཡ་ལ་དུས་ཚོད་ག་ལ་གང་འཚམ་ཅིག་འགོར་གི་འདུག་བ། རྟོག་པ་ཡང་འགྲིག་ས་འགྲིག་ས་རེད་མི་འདུག་བ་རྟོག་པ་མཐར་ཕྱིན་པ་ཅིག་མ་རྙེད་བར་དུ་ལ་གནས་རེར་ཨེ་འབའ་རི་ཁྲོད་ལ་ཞུགས་ཀྱི་ཡོད་རེད་འོ་དེ་འདྲ་ཞུགས་པ་ལ་བརྟེན་ནས་ཨ་ནི་དགུང་ལོ་བཅུ་གསུམ་བར་དུ་འདག་སྒྲ་ཞུགས་པ་རེད་ཟེར་ཡ་རབས་བཅུ་བཞི་བར་དུ་ཞུགས་པ་རེད་ཟེར་དེ་འདྲ་ཡོང་གི་ཡོད་རེད་འོ་རེད་འདུག་བ། དཔེར་ན་ལྕགས་བྱི་མཁྱེན་བརྩེ་རྡོ་རྗེ་འཆང་ཆེན་པོ་འདྲ་བོ་ཕྱག་བཞག་པ་ཡིན་ན་རོང་མའི་དཀར་མོ་སྟག་ཚང་ལ་ཡང་ལོ་བཅུ་བཞི་ལ་འདག་སྒྲ་ཞུགས་པ་རེད། རོང་མའི་དཀར་མོ་དག་ཚང། འོ་དེ་འདྲ་ཅིག་བཞུགས་ཡོད་རེད། འོ་ད་ཚིག་གཞི་བཞག་ན། འོ་དེ་རྣམས་དེ་འདྲ་བའི་གི་བླ་མ་སྔོན་བྱོན་གི་བླ་མ་དེ་ཚོ་བྲིས་ཏེ་ཁོ་རང་དངོས་གནས་ཀྱི་ཅིག་རྟོགས་པ་ཅིག་སྐྱེས་མ་ཐུབ་བར་དུ་ལ་དེ་ནི་བདག་ཅག་བྱས་ནས་བཞུགས་ནས། མི་དང་འབྲལ་བ་མེད་པ། ཡ་འདུག་ག་རེ་དང་སྨན་མ་ལྟ་བུ་བྱས་ནས་བཞུགས་ནས་དེ་འདྲ་བཞུགས་གི་འདུག་ག་མི་ལ་རས་པའི་གན་ད་དེ་རེད་བ། ཀྲང་རི་ཁྲོད་ཟིན་པར་བྱིན་གྱིས་རློབས་ཟེར་ཡ་དེ། ཁོ་རང་རི་ཁྲོད་ཟིན་པའི་སྐད་ཆ་མ་རེད་ང་རང་ཚོ་ལ་གདམ་ང་འདྲ་བ་མ་འོངས་པ་ལ་ཕྱི་རབས་ཀྱི་གདུལ་བྱ་ཐམས་ཅད་དེ། རྣལ་འབྱོར་གྱི་ཉམས་ལེན་ཡག་པོ་ཅིག་བྱེད་བསམ་ན་ཨ་ནེ་རི་ཁྲོད་ཟིན་དགོས་རེད། རི་ཁྲོད་ཟེར་ཡ་དེ་ཡང་སྣའི་རི་ཁྲོད་དང་སེམས་ཀྱི་རི་ཁྲོད་གཉིས་ཀ་དགོས་ཀྱི་ཡོད་རེད། ཡང་སྣའི་རི་ཁྲོད་ལ་བསྡད་སེམས་དེ་འདུ་འཛི་དང་ཟང་ཟིང་ནང་ལ་སོང་ན། དེ་ཡིན། རི་ཁྲོད་ཡང་དག་པའི་ཆ་ཐུག་ཡོད་མ་རེད། རེད་འདུག་ག་དེ་ཡིན་དུས་ལུས་འདུ་འཛི་གི་དབེན། སེམས་རྣམ་རྟོག་གི་དབེན་པ་ཅིག་གི་ཆེད་དུ་གནས་དབེན་པ་ལ་བསྡད་པ་ཡིན་དུས། དེ་ནི། རྣམ་རྟོག་གི་སྒྱུ་འཕྲུལ་དེ་ཚོ་ཡང་ཆད། རེད་འདུག་ག་དེ་ནི་ཉམས་དང་རྟོག་པ་ཡོད་པ་དེ་ཚོ་དྲན་ཡང་འདུག་སེ་ནས་བདག་གི་མགོ་ལ་འདུག་ག་དེ། གང་ཟག་ལམ་འགག་མེད་ཀྱི་རྩ་ཁ་རིམ་གྱིས་རྫོགས་སོ་སྟེ། ཉམས་ལེན་གྱི་རྩ་ཁ་དེ་ཚོ་རྫོགས་ཡོང་བ་རེད་དེ་འདྲ་ཡིན་དུས་རང་གཅིག་པུར་སྒོམ་པའི་ཡོན་ཏན་གྱི་རྒྱན་ནཱ་རོ་ཆེན་པོའི་བརྒྱུད་པས་རྟོགས་ཟེར་ད་ནཱ་རོ་ཆེན་པོ་ཟེར། དཔེ་ཆའི་ནཱ་རོ་པའི་གེ་ཏཱ་བརྒྱུད་པ་སྤྱི་ཚང་གི་རྡོ་རྗེ་འཆང་ནི་དཔེ་ཀློག་ཆ་ཚང་ཡོད་རེད་དེ་ཡིན་ན་ཡང་དཔེ་ཆའི་ནཱ་རོ་པ་གེ་ཏཱ་དམིགས་བསལ་གྱི་ཐབས་ལམ་དང་གྲོགས་ལམ་གྱི་ཉམས་ལེན་ཁྱད་པར་ཅན་གྱི་ཁོང་གི་རྩ་དུ་བཏོན་ཡོད་རེད་བ། འོ་བཏོན་ཡོད་རེད་ཐབས་ལམ་དང་གྲོགས་ལམ་གྱི་ཉམས་ལེན་དེ་ལ་བརྟེན་ནས་ཐབས་གྲོལ་གྱི་ཉམས་ལེན་དེ་ལ་བརྟེན་ནས་ནཱ་རོ་ཆེན་པོ་བརྒྱུད་པའི་རྟོག་དོན་མ་ནོར་རྒྱལ་བའི་དགོངས་པ་བསྒོམ། ད་སངས་རྒྱས་ཀྱི་དགོངས་པ་དེ་དེ་སྐབས་ལ་བསྒོམས་པ་ཡིན་གསུང་བ་རེད། ཐབས་ལམ་དང་གྲོགས་ལམ་གཉིས་ཀྱི་ཐོག་ནས་ཐབས་ཟབ་མོ་བརྒྱུད་འདི་དགོངས་པ་རྣམས་བླ་མ་རྗེ་ཡི་གནས་སྤྲོ་སྟེ། བླ་མ་མར་བ་ལོ་ཙཱ་བའི་གནས་སྤྲོས་པར་བ་བརྒྱུད་འདི་དགོངས་པ་ཐམས་ཅད་དེ་ག་ཙམ་མདའ་རུ་སྤྲོས་དྲིལ་བུ་སྤྲོས་ལ་དབང་བསྐུར་རྒྱུད་བཤད་འདེབས་པ་ལྟ་བུ་མ་ཡིན་པ་ཉམས་ལེན་གྱི་རིམ་པ་ལས་འདུག་ཟེར་རྒྱར་ནས་ད་ནི་རྒྱུད་ཀྱི་གནས་ཐམས་ཅད་དེ་ཕྲ་རགས་མང་པོ་ཅིག་སྤྲོར་དགོས་ཀྱི་ཡོད་པ་ཡིན་དུས་ད་ནི་ང་ཚོས་སྤྱི་དང་དུས་རྒྱུན་དེ་མན་ངག་རེད་ཟེར་ཡག་འདྲ་པོ་དང་ད་ག་ན་བཞིན་གྱི། སྙིགས་རྒྱུད་རེད་ཟེར་ཡོད་རེད་བ་དེ་ཚོའི་འབྲེལ་དེ་དེ་རེད་བ། སྙིགས་རྒྱུད་དང་མན་ངག་ཟེར་མཁན་དེ་ཚོའི་འབྲེལ་དེ་གནས་སྤྲོ་གི་ཡོད་རེད་བ། གནས་སྤྲོ་ཡག་དེ་གང་བྱུང་མང་བྱུང་བཤད་བཞག་པ་ཡིན་ན། དེ་རུང་གི་ཡོད་མ་རེད། གང་ཟག་ཁྱད་པར་ཅན་དང་གང་ཟག་སྣོད་དང་ལྡན་པ་ལ་མ་གཏོགས་གནས་ཟབ་མོ་དེ་ཚོ་སྤྲོ་བའི་གི་ལུགས་སྲོལ་ཡོད་མ་རེད་བ། འོ་དེ་འདྲ་ཡིན་དུས་བླ་མ་འགྱེད་ཡས་གནས་སྤྲོ་དེ་ལམ་སྤྱི་ཚོགས་བསྟན་པར་དགོངས་པའི་དུས། ནང་རྩ་ནས་རྟེན་འབྲེལ་བཤད་པའི་ཕྱིར། རྩ་ནས་རྟེན་འབྲེལ་བཤད་པའི་ཕྱིར་དུ་ཁྱེད་འཁྲུལ་སྣང་གི་གི་ལ་ང་མི་འགྱེད་ད་སྐྲག་གི་མེད་སོང་བ་རེད། མི་འདྲ། ཕྱི་ནང་འཁྲུལ་སྣང་གི་གེགས་ལ་གར་བྱས་ནས་མ་དྲག་པ་རེད་ཟེར་ཤེས་ཡོང་ན་ཆུ་ནང་གི་ང་དང་ང་མི་གཅིག་པའི་རྒྱུ་མཚན་དེ་འཁྲུལ་སྣང་གི་གེགས་ལ་ཕར་བལྟ་ཡོང་དུས་སེམས་བསྐྱེད་མེད་ཀྱི་ཆོ་འཕྲུལ་ཡིན་པ་ང་རྟོགས་སོང། ད་འོ་ན་དེ་གཏོང་མཁན་གྱི་སེམས་དེ་ག་རེ་ཞིག་འདུག་ཟེར་བལྟ་ཡོང་དུས་རྩ་བྲལ་གྱི་སེམས་ཉིད་རེད་བྱ། རྩ་བྲལ་གྱི་སེམས་ཉིད་ཡིན་ཡོང་དུས་འཁྲུལ་མཁན་ཡང་མི་འདུག་གྲོངས་མཁན་ཡང་མི་འདུག་འཁྲུལ་གྲོལ་གྱི་མཚམས་དེ་གཞིག་སོང། གནས་པ་དང་འགྱུར་བའི་བར་ལ་འགྱེལ་བ་རེད། འཁོར་འདས་ཀྱི་ས་མཚམས་ལས་ཞིག་པ་རེད། དེ་འདྲ་ཡིན་དུས་ད། ཕྱི་འཁྲུལ་ནང་གི་དགེ་དང་ངག་མི་འཇིག། ངས་བྲམ་ཟེ་ཆེན་པོའི་བརྒྱུད་པ་ལ་ཟེར་དུས་ས་ར་ཧ། ས་ར་ཧ་ཡི་བརྒྱུད་པ་ལ་གསུང་གི་ཡོད་རེད། ངས་བྲམ་ཟེ་ཆེན་པོ་ས་ར་ཧ་ཡི་བརྒྱུད་པ་ལ་པར་ནམ་མཁའ་ལྟ་བུའི་རྣལ་འབྱོར་མང། ཡིད་གཉུག་མའི་དོན་ལ་སྦྱངས་སྦྱངས་ནས་འཁྲུལ་སྣང་གི་དྲན་པ་དབྱིངས་སུ་ཡལ། པར་ནམ་མཁའ་ལྟ་བུའི་རྣལ་འབྱོར་མང། པར་ནམ་མཁའ་ལྟ་བུ་ཟེར་བའི་སྐབས་སུ་ནམ་མཁའ་ལྟ་བུ་དེ། ཕྱག་རྒྱ་ཆེན་པོའི་དགེ་ནི་ལུས་དེ་ནམ་མཁའ་ལྟ་བུའི་རྣལ་འབྱོར་རེད། རྫོགས་པ་ཆེན་པོའི་ཉམས་ལེན་དེ་ཡང་ནམ་མཁའ་ལྟ་བུའི་རྣལ་འབྱོར་རེད། ནམ་མཁའ་ལྟ་བུའི་རྣལ་འབྱོར་ཟེར་དེ་གར་ས་ཐོག་ཐུག་མེད་པ་ཅིག་ལ་ཟེར་གྱི་ཡོད་རེད། རེ་དོགས་མེད་པ་ཅིག་ལ་ཟེར་གྱི་ཡོད་རེད། རེ་དོགས་མེད་པ་ཐུག་ཐུག་མེད་པ་ཉམ་ང་མེད་པ་བག་ཚ་བ་མེད་པ། མདོར་ན་སྤྱན་བཟང་ངན་གང་དང་གང་བྱུང་ན་ཡང་དེ་ཡི་རང་ལ་ཡང་སྤྱན་གྱི་ཚུལ་བསྒྱུར་མ་ཐུབ་པ། སྣང་བ་གང་ཤར་ལ་གདོང་འདེགས་བྱེད་ཐུབ་པ། རེད་བ། སྣང་བ་གང་ཤར་ལ་གདོང་འདེགས་བྱེད་ཐུབ་པ། ཁམས་གསུམ་དགྲ་ལ་ལངས་ན་ཡང་གདོང་འདེགས་བྱས་ནས། དེ་ཡི་ཉམས་ལེན་ལ་ཆས་ཐུབ་པ་བྱུང་བ་ཡིན་ན་ནམ་མཁའ་ལྟ་བུའི་རྣལ་འབྱོར་པ་ཟེར་དེ་དེ་རེད། རེ་བ་ནམ་མཁའ་ལྟ་བུའི་རྣལ་འབྱོར་པ་ཆགས། ནམ་མཁའ་ལ་ཐོགས་རྡུགས་མེད་པ། ནམ་མཁའ་ལ་གཙང་བཙོག་མེད་པ། ནམ་མཁའ་ལ་མཐའ་དབུས་མེད་པ། ནམ་མཁའ་ལ་ཕྱོགས་ལྷུང་མེད་པ། ནམ་མཁའ་ལ་མཐའ་དབུས་མེད་པ་བཞིན་དུ། ནམ་མཁའ་ལྟ་བུའི་རྣལ་འབྱོར་རེས་རྣལ་འབྱོར་པའི་ཉམས་ལེན་སླད་ཡོང་དུ། དེ་ནི་འཇིགས་སྐྲག་སྐྱེ་བ་དང། ཉམ་ང་བ་སྐྱེ་ཡག་དང་བག་ཚ་བ་སྐྱེ་ཡག་དང་རེ་དོགས་ལ་སོགས་པ་གང་གིས་ཡང་བསྒུལ་མི་ནུས་པ་རེད། གང་ཟེར་ན་ཁོ། བཙན་ས་ཟིན་ཚར་བ་རེད་བསྟན་པ་ཐོབ་ཚར་བ་རེད་ཉམས་ལེན་མཐར་ཕྱིན་པ་རེད་དེ་འདྲའི་ཡོད་དུས་འོ་པ་ནམ་མཁའ་ལྟ་བུའི་རྣལ་འབྱོར་མང་ཡིན་གཉུག་མའི་དོན་ལ་སྦྱང་སྦྱང་བས་ཟེར་བའི་ཉིན་མཚན་ཁོར་ཡུག་ལ་ཡང་གཉུག་མ་རང་གི་ཐོག་ལ་བཞུགས་པ་རེད། བཟང་ངན་བདེ་སྡུག་ག་རེ་ཤར་བ་ཡིན་ན་གཉུག་མ་ནང་ལ་སྦྱང་ནས་སྦྱང་ནས་བཞུགས་པ་ཡིན་དུས་ད་སྦྱང་སྦྱང་ནས་ཟེར་དུས་འདི་ལ་སྤྱི་བཏང་གི་སྦྱང་སྦྱང་ཟེར་གཉིས་ཀ་སྦྱང་རེད་དོ། དངོས་གནས་ཀྱི་ད་ལྟ་སྔོན་མ་དཔེ་ཆ་རྙིང་པ་དེ་ཚོ་ནང་ཡིན་ན་ཡིན་གཉུག་མའི་དོན་ལ་སྦྱང་སྦྱོང་ནས་ཟེར་ཡོད་རེད་ཨོ་འབའ་ནི་ཡོད་ན་སྦྱོང་ང་སང་སྦྱོང་ཟེར། དེ་དབེན་ས་དེ་འཐད་པ་རེད་གསུངས་འདུག་བ། འཐད་པ་རེད་གསུངས་ཡོད་རེད། གང་ཟེར་ན། ཡིག་སྙུག་མའི་དོན་ལ་སྦྱངས་ཟེར་བའི་སྐབས་སུ་དང་པོ་སོ་སོའི་བརྩོན་འགྲུས་ཀྱི་ཐོག་ནས་སྦྱངས་དགོས་ཀྱི་ཡོད་རེད་བ། སྦྱངས་ནས། དེ་ལས་ཡང་བསྟུན་པ་བཅས་དཀའ་བ་བཅས་སྙིང་རུས་བྱས་ནས་སྦྱངས་དགོས་ཀྱི་ཡོད་རེད། ད་སྦྱངས་ནས་འབྲས་བུ་ཞིག་ཐོབ་དགོས་ཀྱི་ཡོད་རེད་དེ་ལ་ཡང་སྦྱོང་ཟེར་བ་སྦྱོང་ཟེར་ན་མཐར་ཕྱིན་པ། འོག་མ་ལ་ཡང་ལ་སྦྱོང་ང་སང་སྦྱོང། སྦྱོང་པ། མཐར་ཕྱིན་པ། ཨོ། ཚེ། ཚེ་ལ་ཕེབས་པ། ཚེ་ལ་ཕེབས་པ་ཟེར་གི་རྫོགས་ཆེན་སྐབས་སུ་ཚ་དང་ཚེ་ལ་ཕ་ནོར་བུ་ཕེབས་ཕ་ས་ཕེབས་པ་རེད་འདུག་ག་རྫོགས་ཆེན་པ་ཐམས་ཅད་ཤིང་ཀེར་བ། ཨོ། རིག་པ་ཚེ་ལ་ཕེབས་པ་ཟེར་གི་ཡོད་པ། ཨོ། རིག་པ་ཚེ་ལ་ཕེབས་པ་ཟེར་དེ་རྫོགས་ཆེན་སྐབས་ནས་བཤད་ཡོང་དུས་ག་རེ་ཟེར་བ་སོང་ད་ཡིག་གཉུག་མའི་དོན་ལ་སླེབས་ཡོང་དུས་འཇིགས་སྐྲག། ཉམ་ང་བ། ཡ་ང་བ། བག་ཚ་བ་རེ་དོགས་ཀྱི་བློ་ཐག་ཐག་ཞིག་ཡོང་དུས་ཏེ་རིག་པ་ཚད་ལ་ཕེབས་པ་ཞིག་ཡོད་རེད་རྫོགས་ཆེན་སྐབས་སུ། ཨོ། ད་ལྟ་འདིའི་སྐབས་སུ་གཉུག་མའི་དོན་ལ་སྦྱོང་པ་ཞིག་ཡོད་རེད་ཕྱག་ཆེན་སྐབས་སུ། དང་པོ་གཉུག་མའི་དོན་ལ་སྦྱང་དགོས་རེད་གཉུག་མའི་དོན་ལ་སྦྱངས་པ་དེ་ལ་འབྱོངས་དགོས་ཡོད་རེད་མ་འབྱོངས་གི་བར་དུ་སྦྱང་དགོས་ཀྱི་རེད། ཨོ། མ་འབྱོངས་གི་བར་དུ་བཞག་བཞག་ན། མཐར་ཕྱིན་གྱི་མ་རེད་དེ་འདྲ་ཡིན་དུས་ཡིན་གཉུག་མའི་དོན་ལ་སྦྱངས་འབྱོངས་ནས། རྟ་ཁྲུ་ནང་གི་བྲན་པ་དབྱིངས་སུ་ཡལ། ནམ་མཁའ་ལ་ན་བུན་ཡོང་གི་རེད་སྤྲིན་དང་དུ་བ་ཁུང་སྣ་ལ་སོགས་པ་ནམ་མཁའ་ལ་ཡོང་གི་ཡོད་རེད་ཡིན་ན་ཡང་ནམ་མཁའ་ལ་ཡལ་འགྲོ་བ་རེད་མ་གཏོགས་བྱུང་ནམ་མཁའ་ནས་ཡོང་ཡང་ཐིམ་ས་གཞན་པ་ཅིག་ལ་འགྲོ་དགོས་ཀྱི་མི་འདུག་བ། ལྷོ་སྤྲིན་དེ་ཚོ་དྲེད་དེ་བུ་ཡུག་དང། སྤྲིན་པ་དེ་ཚོ་དྲེད་ནམ་མཁའ་ལ་ཡོང་གི་ཡོད་རེད་ནམ་མཁའ་ལ་ཐིམ་པ་རེད། རྦ་རླབས་དེ་རྒྱ་མཚོ་ནས་བྱུང་བ་རེད། རྒྱ་མཚོ་ལ་ཕར་ཐིམ་པ་རེད་མ་གཏོགས་འབྱུང་ས་རྒྱ་མཚོ་ལས་ཅུང་ཐིམ་ས་སོ་སོ་ཅིག་དགོས་མཁོ་མི་འདུག་བ་དེ་ནང་བཞིན་ཀུན་རྟོག་གི་དྲ་བ་དེ་སུ་དྲས་ཏེ་འཁྲུལ་སྣང་གི་དྲ་བ་ཀུན་རྟོག་གི་དྲ་བ་འཁོར་འདས་རེ་དོགས་ལ་སོགས་པ་ཚིག་འཛིན་ཕྲ་རགས་དེ་ཚོ་ཐམས་ཅད་དེ་སེམས་ཉིད་ཀྱི་ཀློང་ནས་སུ་བྱུང་བ་རེད་འོ་ངོ་མ་ཤེས་ཡོང་དུས་དེའི་བར་དོ་ལ་བར་ཐག་བཅད་བྱས་ནས་འོ་ད་ནི་བདག་དང་གཞན་གྱི་འཛིན་རྟོག་ལ་བལྟས་ནས་དེའི་བར་ཐག་བཅད་བཞག་པ་རེད་ཡིད་གཉུག་མའི་དོན་ལ་སྦྱངས་ཡོང་དུས་བར་ཐག་གི་མཚམས་དེ་གཞིག་ནས་སྣང་བ་གང་ཤར་དེ་ལ་གདོང་གཏད་བྱས་ཡོང་དུས་དེ་རྒྱུད་ལས་ཡང་དུ་འོད་ཟེར་ཅན་འདི་འབྱར་ཡོང་དུས་དེ་ནི་འཁྲུལ་སྣང་གི་དྲན་པ་དབྱིངས་སུ་ཡལ་བ་རེད་ད་དེ་ཡི་ཡལ་བའི་སྔོན་ལ་གནོད་བྱ་དང་གནོད་བྱེད་ངས་མ་མཐོང་ངོ། གནོད་བྱ། གནོད་པ་ཡང་མི་འདུག་གནོད་བྱེད་སྒྲ་ཡང་མི་འདུག་དེ་མེད་ན་ཤུགས་ལ་ག་རེ་གོ་གི་འདུག་ཟེར་ན། ད་ནི་ཕན་པའི་ལྷ་ཡོད་མ་རེད། གནོད་པའི་འདྲེ་ཡོད་མ་རེད། དེ་ཚང་མ་གོ་གོ་གི་འདུག་བ་གཉིས་ཤོས་ཚང་མ་གསུང་ཡ་ལ་གནོད་བྱ་དང་གནོད་བྱེད་ཟེར་གསུང་བ་རེད་མ་གཏོགས་ཤུགས་ལ་ག་རེ་གོ་ཟེར་ན་གནོད་བྱ་དང་གནོད་བྱེད་མ་མཐོང་ན། དེ་དང་དེ་ཡི་ལྡོག་ཕྱོགས་ནི་འཕེན་པའི་གི་ལྷ་དང། འདྲ་བ། དེ་ཡི་དངོས་གྲུབ་འཕེན་པ་ལ་སོགས་པ་དེ་ཚོ་དེ་ལྟར་མེད་པ་རེད། རེ་དོགས་བློ་ཟད་གོ། འདུ་བ། དེ་འདྲ་ཡིན་དུ་གནོད་བྱེད་དང་གནོད་བྱེད་ངས་མ་མཐོང་ཆོས་སྡེ་སྣོད་ཅིག་སོང་འདྲ་བ་ཞག་ཕྱེད་ཡང་དོན་བདུད་ལས་མེད་པ་བློ་ཐག་ཆོད། ད་ཐག་ཆོད་པ་རེད། ང་རང་ཚོ་ཡང་འདི་ཐག་ཆོད་ཟེར་ན་ཚིག་མཐའ་མ་དེ་ལ་ག་ལ་ཡོད་ཚོད་གདེང་ཚད་ལྡན་པ་ཟེར་གདེང་ཚད་དེ་རེད་ད་ཐག་ཆོད་པ་དེ་ལ་གདེང་ཚད་ཨེ་ཟེར་ཡོད་རེད་ག་རེ་ཐག་ཆོད་པ་རེད་ཟེར་ན་ཡིན་པའི་ཕྱིར་མིན་པའི་ཕྱིར་ཟེར་རྟགས་ཡག་དགོས་དགོས་དགོས་མ་རེད་ཡིན་ཏེ་ཟེར་ནས་དཔེ་དེ་དེ་འདྲ་བོ་རེད་ཟེར་ནས་བཞག་དགོས་དགོས་མི་འདུག་ག་ད་རྟོགས་པ་ནང་ནས་རྙེད་ཡོང་པ་རེད་རྟོགས་པ་ནང་ནས་རྙེད་ཡོང་དུས་ད་ཆོས་སྡེ་སྣོད་ཀྱི་གསུང་རབ་ག་ཚོད་ཅིག་ཞལ་ཕྱེ་ནས་བལྟས་པ་ཡིན་ན་ཡང་དོན་འདི་ལས་མེད་པ་ཅིག་ད་འོ་བརྒྱ་བཤད་སྟོང་བཤད་བྱས་ན་འདྲ་འོ་ཉི་ཟློའི་ཐིགས་པའི་སྐབས་ནས་བཤད་ན་རང་རྒྱལ་ཐིགས་པ་བྱང་ཆུབ་སེམས་དཔའི་ཐིགས་པ་གསང་སྔགས་རྡོ་རྗེ་ཐིགས་པའི་སྐབས་ག་རེ་མུག་པ་ག་རེ་ལམ་གྱི་རིམ་པ་སོ་སོར་བཤད་པ་ཡིན་ན་ཡང། མཐར་ཐུག་བབས་ས་སྟེ་འདི་ལ་བབས་ཀྱི་འདུག་གསུང་བ་རེད་ད། ལམ་མ་འདྲ་བ་ཡོད་རེད། ཡིན་ན་ལམ་མ་འདྲ་བ་ཡོད་ཀྱང་ལམ་དེའི་དྲངས་པའི་འབྲས་བུ་བབས་ས་དེ། བབས་ས་ཟེར་བ་བབས། འོ། ཅོག་ཆོག་ས་དེ་ཨའོ་ཁ་ལ་ཆོག་ན་ཆོག་ལ་ཆོག་ལ་ཆོག་ས་ཟེར་གྱི་ཡོད་རེད་ད་རྫོགས་ཆགས་ཆོག་གང་གི་སྐབས་སུ་ཡིན་ན་ཡང་ཆོག་ས་ཞིག་དགོས་ཀྱི་རེད་བ། ཆོག་ས་དེ་ལྟ་དེ་རང་རེད་ག་རེ་རེད་ཟེར་ན། འོ། དེ་ནས། ད་ལྟ་དེ་ཡིག་གཉུག་མའི་དོན་ལ་རྒྱང་ཡོང་དུས་འཕྲུལ་སྣང་གི་དྲན་པ་དབྱིངས་སུ་ཡལ་བའི་གའི་ནམ་མཁའ་ལྟ་བུའི་རྣལ་འབྱོར་དེ་ཀྱི་སྟེང་ལ་སླེབས་ཀྱི་འདུག་གསུང་བ་རེད། ད་ལྟའི་དུས་རྒྱུན་དུ་ང་ཚོ་གཞན་དོན་ནང་ན་ཕན་ཐོགས་ཆེན་པོ་ཡོད་རེད་ད་སྙམ་འདུག་ཅེས་གསུངས་ན།